དེ་ནས་འདི་ག་ལས་ད་ལྟ་བ་སྐོར་ལས་ཤེས་ཀྱི་ཡོད་རེད། ལྟ་བ་ཟེར་བ་དེ། ང་འདྲ་བོ་རྣམ་དཔྱོད་མེད་མཁན་བློ་གྲོས་མེད་མཁན་གང་ཡིན་པ་ཅིག་གིས་ལྟ་བ་མ་ཤེས་དགོས་ན་དཔེ་མ་ཚིག་ག་ལས་ཁག་པོ་རེད། ག་རེ་རེད་ཟེར་ན་ལྟ་བ་དེ་ལས་ནོར་ཡ་འདྲ་ཅིག་བྱུང་སོང་བ་ཡིན་ན། དེ་ད་ཉེན་ཁ་ཆེ་ཤོས་དེ་བརྩི་གི་འདུག་ཨ་མགོན་པོ་ཀླུ་སྒྲུབ་རེད་དེ་ནས་དེ་ན་ཡི་གེ་སྤྱད་ནས་དེ་ཐམས་ཅད་ཀྱི་ལུང་ཡོད་རེད་དེ་འདྲ་ལུང་འཁྲུངས་མི་དགོས་པའི་ཆེད་ནས།

ཞལ་རྒྱའི་གང་ནས་ཡོད་པ་དེ་རྣམས་ཡིག་ཅན་འདི་ར་ལས་བཙོང་ཤོག་ནང་ལ་བཀོད་ནས་དེ་འཛིན་མཚམས་བཅད་ཡོད། དེའི་དང་པོ་ཟླ་འདི་ལས། བརྗོད་དོན་རྣམ་པ་གསུམ་ཡོད། ག་རེ་ཟེར་ན། དབུ་མའི་སྐོར་གཅིག་བྱས། དེ་ད་རུང་གཉིས་ཀྱི་ཁྱད་པར་བྱས། ད་རུང་གཉིས་ཀྱི་ཁྱད་པར་དེ་ལ་གཙོ་བོ། ཐ་བ་རྣམ་པ་གསུམ་གྱི་སྒོ་ནས་དེ་བྱེད་པར་འབྱེད་དགོས་པ་རེད་ཟེར་ན་ཐ་བ་གསུམ་གྱི་སྐོར་དང། དེ་ཡང་མཐར་ཐུག་ད་སྔ་འབྱུང་གཉིས་མེད་ཀྱི་ལྟ་བ་བཞི་མཚམས་བཀོད་ལ་འོ་འདི་མི་འདི་རེད་ཟེར་ན་དེ་རྣམ་པ་གསུམ་ཡོད། ད་གསུམ་གྱི་ནང་ན་ད་དང་པོ་དེ་རེད་ག་ལེ་ག་ལེ་ཅི་འདྲ་མ་ཅི་ཞུ་གོ་ར། དང་པོ་ཆོས་བརྒྱུད་དེ། འབྲེལ་སྒྲ་ཡེ་ཤེས་གཉུག་མ་བདུན་གཉིས་གང་མངོན་པར་བྱང་ཆུབ་ཁ་སྦྱོར་ཡན་ལག་བདུན། རྣམ་ཀུན་མཆོག་ལྡན་དོན་གྱི་སྐུའི་རང་བཞིན། སྐུ་གསུང་ཐུགས་རྗེར་དྲུང་བ་ལ་མ་འདུས་སེ། ནོ། བཀའ་ཡི་གནད་ལ་ཇི་ལྟར་དུ་བྱས་པ་གསུངས་པའི་གང་ཞིག་གཏན་ལ་ཕོག་པའི་གཞི་ཇི་ལྟར་གཏན་ལ་ཕོག་པའི་ལྟ་བ་དེ་ལྟར་གཏན་ལ་ཕོག་པའི་རྟ་དོན་ཉམས་སུ་བསྟར་བའི་དོན་དུ་གསུངས་སེ། ད་ལྟ་རྟ་དོན་ཉམས་སུ་བསྟར་བ་ཟེར་བ་དེ་སྒོམ་པའི་ཉམས་སུ་ལེན་པ་རེད་སྒོམ་པའི་ཉམས་སུ་ལེན་པ་དེ་སྐུ་གསུང་བུམ་པ་སྔགས་ཀྱི་ཤེས་བྱ་མ་རེད། དེ་ནས་གཉིས་མེད་དགོངས་པ་གཙོ་བོ་གཞན་དག་གིས་ཤེས་མཁན་ཡོད་རེད་དེ་ལས་རྟ་བདུན་ཉམས་སུ་བསྟེར་བའི་སྟེང་ལ་འབའ་ཚད་ནས་དེ་འདྲའི་སྡིག་ཉེས་བྱེད་དགོས་ཀྱི་ཡོད་མ་རེད། ག་རེ་རེད་ཟེར་ན། སྐོར་ཚོས་བོད་པ་དེ་གང་ཞིག་གཏན་ལ་འབེབས་པའི་གཞི་དང་ཇི་ལྟར་གཏན་ལ་འབེབས་པའི་ལྟ་བ་ཟེར་ན་འོ་ད་དེ་བྱེད་དགོས་ཀྱི་ཡོད་རེད། ད་དེ་ལས་ལྟ་བ་ཟེར་བ་དེ། ཤི་སྟངས་ང་རང་ཚོང། སྟོང་ཆ་རྐྱང་རྐྱང་མ་ཡིན་པའི་རྗེས་ནས་གསར་སྐྱེས་ཀྱི་སྒོ་ནས་ལྟ་བ་གཏན་ལ་འབེབས་པ་དང་སྟོང་ཆ་ཀྱི་སྒོ་ནས་ལྟ་བ་འདི་གཏན་ལ་འབེབས་པ་རྣམ་པ་གཉིས་ཡོད་རེད། དང། བཀའ་བབས་པ་ཚེ་རིང་ལུས་པའི་ཆུ་འགོ་གཞིས་ཆགས་ཀྱི་དབང་དུ་གཏོང་སོང་བ་ཡིན་ན་གཙོ་བོ། དཔེར་ན་སྣང་སྟོང་ཕྱོགས་མཐུན་གྱི་སྟོང་ཉིད་བསྟན་ནས། ལྟ་བ་དེ་གཏན་ལ་འབེབས་དགོས་རིགས་ཁོ་ཚོ་གཙོ་བོ་སྟོང་ཆ་ནས་ལྟ་བ་དེ་གཏན་ལ་འབེབས་དགོས་ཡོད་རེད། དེ་བཀའ་ཐ་མ་བཤེས་གཉེན་བསྟེན་པའི་མདོ་བཅུ་དང། དེ་ནང་བཞིན་གྱི་ཆེད་ལ་རྒྱ་མཚོ་ས་བཅུའི་དངོས་བརྒྱུད་བྱམས་པ་མགོན་པོའི་མཛད་རྒྱ་བརྒྱུད་ཀྱི་དེ་ཡང་རྒྱུད་བླ་མ་ལ་སོགས་པ་དང་མགོན་པོ་ཀླུ་སྒྲུབ་ཀྱི་མཛད་རྒྱ་བརྒྱུད་ཀྱི་བཅུ་ཡིག་བསྟོད་པ་ལ་སོགས་པ་དེ་ཐམས་ཅད་ཀྱི་ནང་ནས་རང་བཞིན་གསལ་བའི་ཆེད་ལྟ་བ་གཙོ་བོ་ནི་ད་དེ་འདྲའི་ཆེད་བཏོན་འགྲོ་གི་ཡོད་རེད། བསྟན། དེ་འབྲེལ་གྱི་སྙན་པའི་ནང་ནས་ད་ལྟ་ཀོང་སོ་བོད་པ་ངག་གི་ཤེས་བྱ་གཙོ་བོ་འདི་ག་རེ་རེད་ཟེར་ན་སྐབས་བབས་པ་མཚན་ཉིད་འདི་གཞི་བཞག་བྱས་ནས་བསྟན། ལྟ་བ་དེ་སྟོང་ཆ་ནས་གཙོ་བོ་རྩལ་དུ་བཏོན་ནས་འོ་དེ་དེ་ནས་ཅིག་བཤད་འགྲོ་གི་ཡོད་རེད། ད་དེ་ལས་མ་ཁ་རོ་ཁ་རོ་བྱས་ནས་བསྟན་ནས་མི་རིན་པ་ཡོད་ནི་མ་བློ་བདེ་ན་དེ་ཐིག་ཟིག་མི་འདུག་ནི་ངས་བསྡུས་དོན་བསྡུས་དོན་བསྡུས་དོན་བྱས་ནས་འོ་དེ་ནས་ཅིག་བཤད་གི་ཡིན་རོགས་ཨ།

ཕུག་ཐུག་ཟ་འདྲ་བོ་འདི་དག་ཀ་ར་ཅན་ང་རང་བཙོང་མོད། ཐུན་མིན་གྱི་བཞེས་མཚང་བྱེད་ཡག་འདྲ་དང་བསྟན་གྲུབ་མཐའ་སྐུ་རང་ཟིན་ས་དེ་ཕུག་འདྲ་དེ་སུར་བཏུག་ཡོད་རེད་ཟེར་ན་ཀུན་མཁྱེན་རོང་མོ་ནམ་ནིང་རྒྱ་དམར་མི་ཕང་རིན་པོ་ཆེ་ལགས་བཟོ་པ་དེ་ལས་སུར་བཏུག་ཡོད་རེད་ཐུག་པ་དེ་ནང་སྙིང་གི་ཅན་དེ་སྔ་འབྱུང་གཉིས་ན་ཡིན་ཚ་ནས་བཟུང་སྟེ་དེ་གི་གཞུང་ལུགས་དེབ་ཐམས་ཅད་ལས་རང་གྲོང་བཙུགས་ནས་དེ་གཞུང་དེ་འཛིན་དགོས་ཀྱི་རེད་ཟེར་གྱི་ཡོད་རེད་བ།

ཡང་དག་ཉིད་ན་ཡང་དག་རྟག་ཟེར་བ་དེ་གས་བདག་མེད་གཉིས་དང་བསྒོམ་པ་བྱུང་ཆོག་སོ་བདུན་ལ་སོགས་པ་ལང་ཚོའི་རྣམ་པར་མ་མཚོན་པའི་ཏིག་ཐམས་ཅད་བསྟན་གྱི་རེད། ཡང་དག་མཐོང་ན་རྣམ་པར་གྲོལ་ཟེར་བ་དེ་འབྲས་བུ་ཀུན་གྱི་ཡེ་ཤེས་ལྔ་ཟག་པ་མེད་པའི་ཆོས་སྡེ་མཚན་ཉིད་ཀྱི་རྩལ་གྱིས་འབྲས་བུའི་རྣམ་པར་མ་མཚུངས་བ་ཏིག་ཐམས་ཅད་ཏིག་བསྟན་གྱི་ཡོད་ཟེར་ད་ཏིག་གས་དཔེར་ན། མདོར་བསྡུ་ན་ག་རེ་བསྟན་གྱི་རེད་ཟེར་ན། འདི་གས་གཙོ་བོ་འདྲ་པོ་རྣམ་རྟོག་མཚན་ཉིད་ཐེག་པ་ཡིན་ན་འདྲ་གི་རེད།

ད་དབུ་མ་དབུ་མ་ཟེར་བ་དེ་ང་རང་རྫོང་གཞན་ཚང་པའི་དེ་ཅི་འདྲ་གི་མི་འདུག་ཨ། དཔེར་ན། དབུ་མ་དབུ་མ་ཟེར་བ་དེ་ག་རེ་བཞག་གི་རེད་ཟེར་ན་སྤྲུལ་པའི་མཐའ་ཐམས་ཅད་དེར་བྲེལ་བའི་ཆོས་ཉིད་བྱས་ལ་དབུ་མ་ཟེར་བཞག་གི་ཡོད་རེད། ཆོས་ཉིད་དེ་འདྲ་བ་ནི་སྤྲུལ་པའི་མཐའ་ཐམས་ཅད་དེར་བྲེལ་ཚད་ནས་བཞུགས་སོང་དབུས་གང་ཡིན་པ་དེ་ལས་དེ་བཞག་སོང་བ་ཡིན་ན། དཔེར་ན་དབུས་ཟེར་བ་དེ་འཛིན་ཚང་ག་རེ་བྱེད་གི་ཡོད་རེད་མཐའ་ཡོད་པ་ལ་དེ་ནས་འཛིན་ཚང་བྱེད་གི་ཡོད་རེད།

ཧཱུྃ་བཟླས་པ་སྟོན་པའི་དོན་སྟོན་པར་འོ་མ་བྱ། འོ་རེ། འོ་མ་ནི་བརྟག་པ་དང་མི་བརྟག་པ་གཙང་བ་དང་མི་གཙང་པའི་མཐའ་ལ་མི་གནས་པ་ཙམ་མ་ཟད་དབུས་ལ་གནས་པའང་མེད་པའི་ཕྱིར་དེ་ནི་དབུས་ཀྱི་ཆོས་བཞི་བཀྲུས་ན་དེ་ལ་བཏུད་པའི་མཐའ་ཞིག་ཡོད་པ་དེ་ནི་དབུ་མ་ནི་མཐའ་དང་ཡང་ཡང་མ་འདྲ་བར་ཁས་ན་འགོན་པ་ཧ་ཅང་ཐལ་ལོ་ཞེས་དེ་དངོས་གནས་རེད་རོ་ཨེ་དཔེར་ན་ང་རང་ཚོ་ལུང་གི་སྒོ་ནས་ཡང་དགག་གི་ཡོད་རེད་རིགས་པའི་སྒོ་ནས་དགག་གི་ཡོད་རེད་ལུང་དང་རིགས་པ་གཉིས་ཀ་གི་དགག་གི་དགག་གི་ལ་ཡང་ཡུལ་གང་ཡིན་པ་ཅིག་ཐད་ཁས་ལེན་དགོས་ན་དེ་ང་རང་ཚོ་ལེན་མ་ཐུབ་པ་རེད་ཅེས་ཐལ་འདྲ་གི་ཡོད་རེད་རོ་ཨེ། དཔེར་ན་རིགས་པའི་གར་འགའ་ཡོད་ཚད་ནང་བོད་ནས་ང་རང་ཚོ་རྒྱ་ཁྱོད་འདྲ་བོ་ཀྱི་སྐྱིད་བྱས་སོང་བ་ཡིན་ན་རྒྱ་ཁྱོད་དྲུག་གིས་ཅི་བྱས་རྒྱ་ཁྱོད་དྲུག་གིས་དེ་ལ་ཟུར་བཞེས་ཡོད་རེད་ཟུར་བཞེས་ཡོད་པ་དེ་ལ་བརྟེན་ནས་དེ་རྒྱ་ཁྱོད་ཀྱི་སྐྱིད་མ་ཟེར་ཡག་དང་དེ་སྐྱིད་མ་དེ་ལ་བརྟེན་ནས་དེ་ཟུར་བཞེས་སུ་འཇོག་དགོས་གི་རེད་མ་གཏོགས་ཟུར་བཞེས་མེད་པའི་རྒྱ་ཁྱོད་ཀྱི་སྐྱིད་མ་ཟེར་བ་དང་རྒྱ་ཁྱོད་ཀྱི་ག་རེ་དབུས་ཡུལ་སེམས་མེད་པའི་རྗེས་འདུག་བྱས་ནས་ཟུར་ཟེར་ནས་རྩ་དོན་འཇོག་ཤེས་གི་མ་རེད་བ་འོ་རིགས་པའི་སྙན་ཐོ་བཏང་ན་ང་རང་ཚོ་དེ་འདྲའི་ཆེད་ནས་དགའ་གི་འདུག་དྲན་གི་ཡོད་རེད།

གཏན་ནས་མི་འཐད་པས་མཐའ་དང་བྲལ་བའི་གཡུལ་གྱི་ཆོས་ཉིད་དབུ་མ་རིག་པར་བྱའོ་སྙམ་ན་ཟེར་དེ་ཁ་ཅིག་གིས་ཚུར་འདོད་པ་བཀོད་པ་རེད་དཔེར་ན། དབུ་མ་ཟེར་བ་དེ་གཡུལ་འགྱེད་ལ་ངོས་འཛིན་བྱེད་དགོས་པར་མ་གཏོགས་གཡུལ་འགྱེད་ལ་ངོས་འཛིན་མེད་ཅེས་གསུང་བ་ཡིན་ན་ལམ་ག་འདྲས་དགོངས་དགོས་པ་རེད་དེ་ན་ཟིག་གིས་བྱས་ནས་ད་ད་རེས་གོང་དུ་ཞུས་པ་ན་ཟིག་གིས་བྱས་ནས་ཐ་སྙད་ཀྱི་ལས་རྒྱུ་འབྲས་ཟེར་བ་དང་ཁོ་བོས་ཉིད་མི་ཟེར་བ་དང་ས་ལམ་གྱི་རྣམ་གཞག་དང་དེ་ཐམས་ཅད་ག་རེས་འཐད་ཀྱི་རེད་ཟེར།

དབུའི་གོང་ཡིན་པ་ལས་དབུ་མ་རེད་བསམ་གྱི་ཡོད་ན་དེ་རྣམ་པ་ཀུན་ཏུ་ག་དུས་ཡིན་དབུ་མ་འཁྱག་ཐུབ་གི་ཡོད་མ་རེད་དཱ། མཁས་པའི་དབུས་ན་གནས་པ་ཡོང་མི་བྱེད་ཟེར་ནས་དེ་དག་བགྱིད་ཀྱིན་པའི་རྗེས་ང་རང་ཚོ་ཁས་ལེན་ཆོག་གི་ཡོད་མ་གཏོགས་ཨོ་ད་འདི་དཔེར་ན་གྲོང་དོན་རེད་འདུག་དཱ་ངེས་དོན་རེད་དཱ་ཟེར་གྲོང་དོན་དེ་ངེས་དོན་གྱི་སྒོ་ནས་དེ་འདྲ་གྱི་ང་རང་ཚོ་བྱེད་པ་འཇིག་དགོས་ས་མ་རེད་དྲན་གྱི་འདུག་རོ།

དཔེར་ན་མཐའ་ཟེར་ཡོད་མ་རེད་མཐའ་མེད་པར་ནང་འགྱིག་གི་བྱས་ནས་ནམ་མཁའ་ལ་གཡུ་ཡི་དང་གཅིག་མ་ཟེར་བ་དེ་བཞག་རྒྱུ་མི་འདུག་འོ་དེ་ནང་འགྱིག་གི་བྱས་ནས་ང་རང་ཚོ་དབུ་མ་གྱི་ཆོས་ཟེར་བ་དེ་དེ་ནས་ཅིག་བཞག་དགོས་ཀྱི་རེད་མ་གཏོགས་གཞན་དག་བཞག་ཡས་ཡོད་མ་རེད་འོ་ད་དེ་ནས་གསུངས་ཡོད་རེད། ཞེས་དང་ཟེར་ཡང་དཀོན་མཆོག་བརྩེགས་པ་ལས་འོད་སྲུང་ངོ་དེའི་རྗེས་འབྲེལ་ཡོད་ཅེས་བྱ་བ་འདི་ནི་མཐའ་གཅིག་གོ་འོད་སྲུང་མེད་ཅེས་བྱ་བ་འདི་ནི་མཐའ་གཉིས་པའོ་མཐའ་དེ་གཉིས་ཀྱི་དབུས་གང་ཡིན་པ་དེ་ནི་རྟག་ཏུ་མེད་པ་བསྟན་དུ་མེད་པ་ཐོགས་པ་མེད་པ་མི་གནས་པ་སྨོན་བ་མེད་པ་རྣམ་པར་རིག་པ་མེད་པ་གནས་པ་མེད་པ་སྟེ་འདི་རྣམས་འདི་ནི་ཆོས་རྣམས་ཀྱི་དབུ་མའི་ལམ་ཡིན་ཡང།

ལྟར་ལྷུང་བ་མི་འགྱུར་བའི་ཕྱིར་ལྷུང་བ་མེད་པའོ་ཟེར་ལུས་ཀྱི་རྣམ་ཤེས་ལ་སོགས་པ་གང་ཅི་རང་བཞིན་ཡིན་སྡིག་པའི་ཕྱིར་རྣམ་རིག་མེད་པའོ་ཟེར། འདོད་ཆགས་སོགས་ཉོན་མོངས་པ་མཐའ་དག་གི་གནས་མ་ཡིན་པའི་ཕྱིར་གནས་མེད་པའོ་ཟེར་དེ་ལྟར་ཤེས་བྱ་ཐམས་ཅད་ཀྱི་ངོ་བོ་དེ་སྤྲོས་མཐའ་བཞི་མ་གྲུབ་པ་ཞེས་ཤེས་ནས་ངེས་པ་ཡང་དག་པ་ཐོབ་པ་དེ་དབུ་མའི་ལྟ་བ་ཡིན་ཟེར་དེ་ལ་མཐའ་དབུས་གང་ལའང་གནས་ཀྱང་རིག་པའི་དགག་བྱ་ཞིག་གོ་ཟེར་བ་ལྟར་མཐའ་དང་དབུས་ག་འདྲ་ཞིག་ངེས་བྱུང་བ་ཡིན་ན་ང་རང་ཚོར་རིག་པའི་དགག་བྱ་རེ་བྱུང་རེད། ད་ཅི་སྐྱིད་རེད་དེ། ད་ལྟ་ག་ཟེར་ནས་ཤི་ན་ནི་ཇག་ཚོས་ང་རང་ཚོང་བརྐུ། ཨོ། མཁས་གོང་པས་མ་རྩོད་ཕུར་གྱི་བྱུང་པ་ག་རེད་ཟེར་གས་ཤེས་ཐོ་གས་གས་ད་རིང་གསུངས་སོང་ག་རེད་ཟེར་ན། ཤི་སྟངས། རྒྱ་དམག་ལ་ཕར་ན་འབུ་གྱི་གར་གསུངས་ཡོད་རེད་ཟེར་ན། གནམ་གྲོང་དང་གནམ་གྲོང་མ་ཡིན་པའི་དོན་དམ་བདེན་པ་གཉིས་སུ་ཕྱེ་བ་དེ་དབུ་མ་རང་རྒྱུད་པ་གཅིག་ལ་ཡོད་རེད་མ་གཏོགས་ཐམས་ཅད་པ་ལ་དབྱེ་བ་མེད་པ་ཤེས་པར་བྱའོ་གསུངས་ཡོད་རེད། སྣང་སྟོང་གི་དོན་ནམ་བདེན་པ་ཟེར་བ་དེ་སྟོང་ཉིད་མི་ཤེས་པ་མ་རེད་སྟོང་ཉིད་རེད་ཟེར་གྱི་ཡོད་རེད་སྟོང་ཉིད་ག་རེ་རེད་ཟེར་ན་མི་དགའ་ངེས་ཟེར་གྱི་རེད་བྱུང་རེད། སྟོང་ཉིད་མི་ཤེས་པ་དེ་དེ་འདྲ་བོ་ཅིག་ག་རེ་ཁོང་གི་དེ་ཕ་སྐད་དེ་འདྲ་ཞིག་གསུངས་སོང་དེ་འདྲ་དེ་མ་རེད་སྟོང་ཉིད་མི་ཤེས་པ་མ་རེད་སྟོང་ཉིད་མི་དགའ་ཟེར་གྱི་རེད་ཟེར་ག་རེ་རེད་ཟེར་ན་དབུ་མ་རྗེན་ཁོ་རང་ནང་དུ་ཤེས་ལ་སོགས་པ་མེད་པའི་ཕྱིར་ཟེར་བ་དེ་སྐད་སྣང་སྟོང་གི་དོན་ནམ་བདེན་པ་བསྟན་གྱི་རེད་ད་ཤེས་བ་ཤེས་ལ་སོགས་པ་མེད་པའི་ཕྱིར་ཞེས་པའི་ལྟ་བ་དེ་འདྲ་བ་ཅིག་ལྟ་བ་མཐར་ཐུག་རེད་ཟེར་ན་ནོར་གྱི་རེད་ད།

ཐ་སྙད་དུ་བུམ་པ། བུམ་པ་སྟེ་མདོར་བསྡུས་བཅུ་བཅུ་བཅུ་བཅུ་དོན་གཉིས་པོའི་རང་བཞིན་གནས་ཀྱི་ཡོད། རེས་མོས་ཚ་ཞིག་སྲིད་པའི་རང་བཞིན་དུ་ཚུལ་གཉིས་སྟོན་གྱི་རེད་མ་གཏོགས་དེ་ལ་བདེན་མེད་དང་བདག་མེད་བཟོ་ཐུབ་ཀྱི་ཡོད་མ་རེད། དོན་དམ་དཔྱོད་བྱེད་ཀྱི་རིགས་པའི་རྟགས་ཀྱི་སྤྱིའི་དགོས་ཚུལ་ཐ་སྙད་དུ་རེད་ད་དོན་དམ་དཔྱོད་བྱེད་ཀྱི་རིགས་པ་དེ་གའི་ཐ་སྙད་དུ་རྟགས་ཀྱི་སྤྱིའི་དགོས་ཚུལ་གོ་སོང་ད་བུམ་པ་རང་མཚན་གྱི་གྲུབ་པ་ཡིན་ནའང་འདྲ་དེ་ཐམས་ཅད་ད་བདེན་མེད་དང་ཤེས་མེད་ཀྱི་རང་བཞིན་སྟེ་ཡོང་ཐུབ་དགོས་ཀྱི་རེད་མ་གཏོགས་དེ་འོ་མ་ཐང་ཆུ་བེད་ཀྱི་ལྟ་བ་ཟེར་བ་དེ་ཆུ་བོ་ཙམ་གྱིས་ང་རང་ཚོ་ཉན་ཐུབ་ཀྱི་མ་རེད་དྲན་གྱི་འདུག་རོགས་ཨ། ག་རེ་རེད་བསམ་ན། དཔེར་ན་བདེན་གཉིས་མཁྱེན་བྱེད་མཁན་དེ་སུ་རེད། དབུ་མ་རང་རྒྱུད་པ་རེད། བདེན་གཉིས་མཁྱེན་མ་མཁྱེན་མཁན་གྲུབ་མཐའ་དེ་སུ་རེད་དབུ་མ་རང་རྒྱུད་མ་ག་ཚད་དབུ་མ་མཐའ་འཇུག་པ་རེད། དཔེར་ན་བདེན་པ་གཉིས་སུ་འོང་རང་བཞིན་མེད་པའི་ཕྱིར་དེ་དག་རྟག་པ་མ་ཡིན་ཁྱད་པར་མིན་ཟེར། དཔེར་ན་དོན་རང་སྟོང་པ་ལ་རང་བཞིན་མེད་པ་ཙམ་ལས་མ་ཚད་མཐའ་གཉིས་དུ། མཐའ་གཉིས་དུ་རང་གི་མཚན་ཉིད་ཀྱིས་གྲུབ་པའི་ཆོས་དེ་བོ་རང་བཞིན་མ་གྲུབ་པ་རེད་དཱ་ཟེར་ནས་དབུ་མ་མཐའ་འཇུག་པ་གི་ལྟ་བ་དེ་ལས་དཔེར་བསྟན་ལ་འབད་དགོས་རེད།

སོ་སོ་གླིང་རྗེས་མ་རྗེས་སུ་འང་ཡོད་ན་རྩ་བབ་པར་མཛད་ན་ཡིད་ཀྱི་ནི་འཁྲུགས་འགྲོ་གི་རེད་ད་ཚེ་ཐ་སྙད་མང་པོ་ཅིག་འཁྲུགས་འགྲོ་གི་རེད་ཟེར་ནས་དེ་ཡང་ནས་ཡང་དུ་དེ་འདྲ་གི་གསུངས་ཡོད་རེད་རོ། འོ་དེ་ཆོས་ཀྱི་དོན་ནམ་དཔྱོད་བྱེད་ཀྱི་ཚད་མ་དང་མཐའ་རྟེན་དཔྱོད་བྱེད་ཀྱི་ཚད་མ་བཅས་ཐ་སྙད་མཚན་ཉིད་དཔེར་ན་རང་གི་མཚན་ཉིད་ཀྱི་གྲུབ་པ་ཟེར་བ་སྟེ་དཔེར་ན། ག་ལ་རྒྱག་དགོས་རེད་ཟེར་ན་ཐ་སྙད་དཔྱོད་བྱེད་ཀྱི་ཚིག་མའི་ངོ་ལ་བཞག་དོན་ག་རེ་རེད་ན། འོ་དེ་འདྲ་བྱས་ནས་འོ་དེ་འདྲ་བཞག་ན་ད་ཕ་ཁྱེད་འགྲིག་གི་རེད་དྲན་གི་འདུག་རོ་འོ་འཛིན་མཚམས་དེ་འདྲ་ཡིན་རོ། དེ་ཅི། ད་འདི་ལས་ད་བར་གསུམ་གྱི་སྐོར་རེ་རེད་གཏན་ཚིགས་ཐ་རུང་མགོ་མི་དགོས་སོ་ཅི་ལྟར་དབུ་མ་རང་རྒྱུད་པ་དང་ཐང་རྒྱུད་པ་གཉིས་ནི་ཁྱད་པར་ག་རེ་ཡོད་རེད་ཟེར་ན་ད་ཁ་ཤས་ཀྱི་ལོ་ནས་དགག་བྱ་ལ་དོན་དང་གི་སྒྲ་གཞག་མི་གཞག་དང་ཐ་སྙད་དེ་རང་གི་མཚན་ཉིད་ཀྱིས་གྲུབ་མི་གྲུབ་གཏན་ཚིགས་ཐ་རུང་གི་མགོ་མི་མགོས་ཀྱི་དབྱེ་བ་སུ་ཡན་ལག་ཙམ་དེ་ཟེར། ད་ལྟའི་དངོས་གནས་ཆུ་གྲོང་རྒྱ་མི་ལོ་མང་རིང་པོ་དེ་ག་རེ་སོང་རེད་ཟེར་ན་སྣང་སྟོང་ག་རེ་བྱས་ན་འདས་འོ་མ་རང་རྒྱུད་པ་དང་ཐང་ཆུང་མིན་གྱི་གཙོ་བོ་ཁྱི་པ་ག་རེ་འཇིག་གི་རེད་ཟེར་ན་སྣང་སྟོང་མ་ཡིན་པའི་དོན་ནམ་བདེན་པ་ཁས་ལེན་སྐུ་མགྲོན་དང་ཁས་ལེན་སྐུ་མགྲོན་རྩ་བའི་དོན་པ་དེ་ལ་འོ་མ་ཐང་རྒྱུད་པ་ཟེར་གི་རེད་སྣང་སྟོང་གི་དོན་ནམ་བདེན་པ་ཁས་ལེན་རེད་ཁྱི་པ་དེ་ནི་རྩ་དུ་བཏོན་ནས་ཁྱི་པ་དེ་ལ་དེ་འོ་མ་རང་རྒྱུད་པ་ཟེར་གི་རེད་ཟེར་ན་འོ་ད་ལྟའི་གཙོ་བོ་དང་དངོས་གནས་དེ་གཉིས་ཀྱི་གཟུངས་དགོས་གི་ཡོད་ཟེར་ད་ལྟའི་ཁྱི་པར་འཇིག་བྱེད་ཀྱི་རྩ་བ་འདྲ་པོ་དེ་ཡིན་ལོར་ད། ཡན་ལག་ཙམ་གྱི་སྟེང་ཁུངས་སུ་འདུ་བའོ་ཟེར་གྱིན། ཡོན་ཏན་འདྲ་བའི་ཞལ་ལུང་ལས་དེ་ཡང་ཐ་རུང་གི་བྱེད་པ་ནི་ཡང་དག་ཀུན་རྫོབ་ཙམ་ཡང་རང་མཚན་གྱིས་གྲུབ་པ་ཟེར་རང་མཚན་གྱིས་གྲུབ་པ་མི་འདོད་ལ་རག་ལས་པ་ཡིན་ལ་ཀུན་རྫོབ་ཏུ་རང་གི་མཚན་གྱིས་གྲུབ་པར་འཛིན་ན་དེ་ཡི་དབང་གིས་བདེན་གཉིས་ཕྱོགས་སུ་ལྷུང་བ་དང་སྣང་སྟོང་རོ་གཅིག་ཏུ་འདྲེས་པ་མེད་པས་འདིར་འགོད་པ་ནི་ཐམས་ཅད་མཐུན་མེད་ཀྱི་ལུགས་ཡིན་ལ་དེ་ལ་གོང་གི་རིགས་པ་ཕྱེད་དང་ཁྱད་པར་རིགས་པའི་སྦྱར་བུ་འདི་གསུམ་གར་སྐྱེ་བ་ཡིན་པས་འདི་ཁོ་ན་དང

དེང་ཐ་མའི་བདེན་པ་རིག་པའི་དཔྱད་བཟོད་མཐར་སེལ་བ་དང་དེས་འཕགས་པའི་ཉེས་འགའ་ཡེ་ཤེས་གཉིས་པོའི་འཇིག་རྒྱུ་ཐར་བ་དང་དོན་དམ་པ་ཤེས་པ་མི་ཁེགས་པ་ཐར་བ་དེ་ག་ནས་ཅི་ལ་འཇུག་དགོས་པར་འཇུག་བྱེད་ཀྱི་རྒྱུ་མཚན་ག་རེ་རེད་འོ་དབུ་མ་རང་རྒྱུད་པ་དེར་སྐྱོན་ག་རེ་ཡོད་དེ་འཇུག་པའི་ཐར་བ་དེ་སུ་འཇུག་པའི་སྐྱོན་ག་རེ་ཡོད་ཅེ་ན་འོ་ཐ་སྙད་དུ་རང་གི་མཚན་གཞི་བཅུ་པ་ཤར་གྱི་ཞེས་པ་དང་གཅིག་དེ་རྣམས་ཀྱིས་ཀྱི་བྱས་ཉེས་གཞན་ཞིག་ཁེགས་ཡིན་པའི་རྒྱུ་མཚན་དེ་ལ་བརྟེན་ནས་དེ་ཐར་བ་གསུམ་འདི་འགོག་མེད་དུ་དེ་འཇུག་འགྲོ་གི་ཡོད་སེམས་ལྟར་རང་རིག་ལ་ཀུན་མཁྱེན། འདབ་མ་ནི་བ་ལང་པོ་ཅིག་གི་འོ་མ་རང་རྒྱུད་པ་ལ་འཇུག་ཚུལ་དེ་འདི་བཞིན་དུ་གསུངས་ཡོད་རོ། དེ་རེད། ཀུན་མཁྱེན་མཁར་གྱིས་རང་རྒྱུད་པ་འཇུག་པ་གྲུབ་མཐའ་བཞིའི་ཚེ་རོང། ཀུན་མཁྱེན་མེ་ཕག་རིན་པོ་ཆེས་གཙོ་བོ་འོ་མ་རང་རྒྱུད་པ་མེད་ཅིང་དངོས་པོ་མོ་བ་རྣམས་འཇུག་པར་གསུངས་པ་གསུངས་པས་དེ་གཉིས་བསྒྲུབ་པར་བྱ་བའི་ཆེད་ད་ལྟའི་ང་རང་ཚོ་འོ་མ་རང་རྒྱུད་པ་ལ་འཇུག་གི་རེད་འཇུག་གི་རེད་སེམས་པ་ཅིག་འགོམ་ཕན་གྱི་མ་རེད་བ་འོ་མ་རང་རྒྱུད་པ་ལ་འཇུག་གི་རེད་འཇུག་པའི་རྒྱུ་མཚན་ག་རེ་རེད་བསམ་ན་ད་ང་རང་ཚོ

བདག་དང་གཞན་བྱེ་བའི་བུས་མོ་སྤུངས་ན་ཁྱོད་ཀྱི་དོན་དམ་པ་ལ་སྐྱེ་བ་མེད་དེ་སྐྱིད་དུ་དུ་མ་ཉིད་དུ་བྲལ་བའི་ཕྱིར་ཟེར་ནོ་དེའི་གསུང་ཉིད་དུའོ། དཔེར་ན། བདག་དང་གཞན་གྱིས་ནི་བུས་མོ་སྤུངས་ན་ཁྱོད་ཀྱི་དོན་དམ་པ་ལ་སྐྱེ་བ་མེད་དེ་ཟེར་ན་རྒྱུ་མཚན་ག་རེ་ཆགས་ཡོད་ཅེ་ན། འོ་ཐ་སྙད་དུ་དཔེར་ན་གཞན་ནི་སྐྱེ་བ་ལ་སོགས་པ་དེ་འདྲ་གི་ཡོད་བཅུག་གོ་རེད།

དཔེར་ན་དོན་དམ་གཏན་ལ་འབེབས་ཀྱི་རིགས་སྐོར་དུ་གཏན་ལ་འབེབས་བྱེད་ཀྱི་རིགས་པ་དེ་དོན་དམ་དཔྱོད་བྱེད་ཀྱི་རིགས་པ་དེ་རེད་མ་ཐུབ་པའི་རིགས་པ་གཞན་དག་ཡོད་རེད་ཟེར་ན་རྩ་བ་དེ་ཡོད་མ་རེད། ད་དོན་དམ་པ་དེ་གི་རིགས་པའི་རྟགས་ཀྱི་གཅེས་པ་དེའི་ངོ་ལ་ཐ་སྙད་སྟོན་རང་བཞིན་མ་གྲུབ་པ་བཟོ་མ་ཐུབ་སོང་བ་ཡིན་ན་དེ་དོན་དམ་པ་གི་དེ་ག་ནང་གི་རིགས་པའི་དཔྱད་བཟོད་ཡིན་པ་མཐར་འདོགས་དགོས་འདུག་ཨ། གཅིག་དེ་རེད། དེ་གཅིག་ག་རེ་རེད་ཐ་སྙད་འདོན་པ་རིགས་པའི་དཔྱད་བཟོད།

དོན་དམ་སྣང་སྟོང་དང་སྣང་སྟོང་མ་ཡིན་པའི་གཙོ་བོ་དེ་གཉིས་གཏན་ལ་འབེབས་པ་དང་སྣང་སྟོང་མ་ཡིན་པའི་དོན་དང་ལྡན་པ་གཏན་ལ་འབེབས་པ་དེ་གཙོ་བོ་གང་འདྲས་ཀྱིས་ཆགས་སོང་བ་རེད་ཟེར་དེ་རེད་བ། ད་དེ་འདི་རེད། ད་སློབ་དཔོན་ལེགས་ལྡན་འབྱེད་ཀྱིས་སྣང་སྟོང་མ་ཡིན་པའི་དོན་དམ་ལྡན་པ་མ་རྟོགས་པ་རེད་ཟེར་ན་ང་རང་ཚོ་ཟེར་ཐུབ་ཀྱི་མ་རེད་བ། འཕགས་པ་ནང་མཁན་སྣང་སྟོང་མ་ཡིན་པའི་དོན་དམ་ལྡན་པ་མ་རྟོགས་ཀྱི་བར་སྐད་ཅིག་ང་རང་ཚོས་བཞག་ཐུབ་ཀྱི་མ་རེད་བ། དེ་བྱོས་དུས་མ་རྟོགས་ཟེར་ཐུབ་ཀྱི་མ་རེད། ཟླ་བ་གྲགས་པ་ཀས་ལྟོས་ཟེར་ན་ད་ལྟོས་ཟེར་ཆོག་གི་རེད་བ། འོ་དེ་བརྗོད་དུས་དོན་དུ་ག་ཟེར་གི་རེད། དཔེར་ན་ཆོས་སྟོན་མཁན་དེ་གིས་གདུལ་བྱ་ལ་ཁང་སྔོན་པོ་མེད་པར་རིམ་པ་ཅན་དུ་བལྟ་ནས་ཁོ་ཆོས་དེ་གསུང་དགོས་ཀྱི་ཡོད་རེད་མ་གཏོགས་རིམ་པ་ཅན་དུ་རང་དབང་སོ་སོ་གང་འདོད་འདོད་སྐྱིད་དྲན་དྲན་གྱི་སྒོ་ནས་ཤེས་ཐུབ་ཀྱི་རེད་ཟེར་ན་ཤེས་ཆོག་གི་ཡོད་མ་རེད་དཔེར་ན་ད་ནངས་གོང་དུ་དེ་འདྲས་གསུངས་སོ། དཔེར་ན་སྨན་པས་ག་རེ། སྨན་པ་དེས་ནད་པ་ལ་ནད་བལྟ་དགོས་ཡོད་ན་ནད་པ་ཁོང་ཀྱི་ཁམས་དང་ནད་ཀྱི་ཁམས་དང་མོས་པ་དེ་འདྲ་གི་རྣམ་པ་དེ་བལྟ་དགོས་གི་རེད་མ་གཏོགས་སྨན་པས་གང་བྱུང་མ་བྱུང་ཅི་སྤྲད་ཁྱོ་ཆུ་དེ་ནས་སྤྲད་ཡོད་རེད་ཟེར་ནས་དེ་ཡོད་མ་རེད་གསུངས་འདུག་འོ་དེ་འདྲ་བ་ཅི་ནས་ང་རང་གི་བསམ་སྟངས་ག་རེ་རེད། དཔེར་ན་སློབ་དཔོན་ལེགས་ལྡན་འབྱེད་ཀྱི་རྣམ་རོལ་མ་ཡིན་པའི་དོན་རྣམ་དེ་མ་གཏོགས་ཡོད་རེད་དེ་གདུལ་བྱ་རིན་ཆེན་པོའི་དགོངས་ལ་བརྟེན་ནས་དང་པོ་དངོས་པོའི་འཛིན་སྟངས་དེ་ཤེས་པའི་ཆེད་དུ་དངོས་མེད་དང་རྣམ་སྟོང་གི་དོན་རྣམ་བདེན་པ་དེའི་སྟེང

འོ་དེ་འདྲི་ཞེས་གོ་ཟེར་བ། དེ་འདྲི་འདི་ད་ལྟ་དཔེར་ན་མགོན་པོ་ཀླུ་སྒྲུབ་ཀྱི་དེ་བྱང་ཆུབ་སེམས་འགྲེལ་ནང་ལ་དེ་ཡོད་རེད་བ། ཧ་ནས་ད་ལྟ་དེ་བདེན་པ་ཉིད་དུ་ངོ་བོ་གཅིག་རེད་ཟེར་ཡོད་རེད་བ། ཀུན་རྫོབ་ལས་ནི་ཐ་དད་པའི་དེ་ཉིད་དམིགས་པ་མ་ཡིན་ཏེ་ཀུན་རྫོབ་སྟོང་པ་ཉིད་དུ་ཤེས་སྟོང་ཉིད་ཁོ་ན་ཀུན་རྫོབ་སྟེ། ཧ་ནས་མེད་དམ་མིན་ན་མི་འབྱུང་ངེས་པའི་ཕྱིར་རྗེས་དེ་མི་རྟག་པ་ཡིན་ནོ་ཟེར་ཡོད་དེ་ནི་ད་ལྟ་དེ

དེ་ལས་ལན་སླ་པོ་ཞིག་པོ་རེད་འདུག་གང་ཚེ་བཤད་མིན་དེ་ཉིད་ཡིན་གྱི་བློ་ཡིས་བཤད་པ་དང་འདྲ་བ་ཟེར་དེ་ཚོད་ཀྱི་ལན་ཕར་ཆེར་གཏོང་ན་འགྲིག་གི་འདུག་གང་ཚེ་བཤད་མིན་དེ་ཉིད་ཡིན་གྱི་བློ་ཡིས་བཤད་པ་དང་འདྲ་བ་ཟེར་ན་ཐིག་ཐུན་མཐོང་ལམ་བ་ཕྱི་མེ་ལམ་དེ་དང་ཡུར་ཆུ་གཅིག་ཡིན་ད་དེ་གཉིས་མོ་ཡོད་ཡེ་མི་རོ་གཅིག་ཏུ་འདྲེན་འགྲོ་གི་རེད་མ་གཏོགས་དེ་མཐོང་ལམ་བར་ཕྱི་མེ་ལམ་དང་ཡུར་ཆུ་གཅིག་ཡིན་ཟེར་ན་ད་དེ་གཉིས་རོ་གཅིག་མ་འདྲེས་པའི་སྐོར་སོ་སོ་སོ་སོ་ཅིག་རྩ་དེ་ནས་བཞག་ཡས་ཡོད་མ་རེད་ལ་འོ་དེ་དེ་དུས་སྐོར་རོ་གཅིག་ཏུ་འདྲེན་འགྲོ་གི་ཡོད།

མཉམ་བཞག་གྲོགས་ཚར་རེ་མཉམ་བཞག་པ་དེའི་ཚེ་དེའི་དུས། མཐའ་སྐོར་རྗེས་ཐོབ་བ་གང་ལ་ཕྱིན་སོང་ན་ཨ་མའི་ངོ་བོ་དབྱེར་མེད་ད་ཕྱིན་གང་འཛིན་བློ་དང་ངོ་མ་བློ་ཡིན་ན་ཟེར་དུས་ཁོས་ལན་འདི་གནང་གི་རེད་རྗེས་ཐོབ་པའི་སྐབས་ལ། མཉམ་བཞག་མཉམ་པར་བཞག་བཞིན་པའི་སྐབས་དུ་དྲི་བ་བཏང་བྱ་བཏང་གཅིག་མཐའ་དག་འགྲེལ་བྱ་འགྲེལ་གཅིག་གང་འཛིན་བློ་དང་ངོ་མ་ཡིན་པ་ཟེར་ཡས་འདྲ་བོ་དང། འཛིན་པ་བྱུང་ན་ཡས་མས་ད་དུང་ཚང་མ་རྗེས་ཐོབ་ཀྱི་ཆེད་དུ་ཡོད་ར་བློ་དེའི་ངོ་ལ་དྲི་བ་གཏོང་ས་གོ་ར་མེད་རེད་ད། ཡོད་མེད་ཀྱི་མཐའ་དྲག་ཟེར་བློ་དེའི་ངོ་ལ་ར་བ། རྗེས་ཐོབ་ཀྱི་སྐབས་ལ་ཨ་མས་གཞི་ནས་གང་འཛིན་བློ་དང་སྤྱོད་འཇུག་གི་བློ་དེ་གཞི་ནས་ཁོང་གིས་ལན་སྤྲད་གི་རེད་གང་དེའི་ཚེ་ད་ཨ་མས་ཆོས་དབྱིངས་དང་ཆུ་ལ་ཆུ་བཞག་པ་ཟེར་ཡས་ད། གཅིག་ནམ་རྒྱུན་བཤད་དེ་ད་རྗེས་ཐོབ་བའི་སྐོར་ལ་ལན་གསུམ་བུར་བ་ལ།

ཀྱིས་བདེན་པ་མེད་པའི་དངོས་པོ་དངོས་འཛིན་བྱེད་པའི་ཆེད་དུ་བདེན་མེད་ཀྱི་གཏན་ལ་འབེབས་ཀྱི་རེད་ཟེར་དེའི་གོ་དོ་རང་བཞིན་མེད་ཟེར་ཤེས་ལ་སོགས་པ་མེད་པའི་ཕྱིར་ཟེར་ནའོ་དོན་དག་དེ་རེད། ཤེས་ལ་སོགས་པ་མེད་པའི་ཕྱིར་ཤེས་བ་མེད་ལའང་གསོག་མི་སྲིད་ཟེར་རྒྱུ་དེ་གོ་སོགས་འོག་རང་བཞིན་གྲུབ་པ་མ་མ་གྲུབ་པའི་རང་བཞིན་གྱིས་མ་གྲུབ་པའི་ཆོས་དེ་མཐའ་ཐམས་ཅད་དེ་བྲལ་བའི་གནས་ལུགས་མཐར་ཐུག་པ་དེ་རེད་ཟེར་ནའོ་དེ་འདྲའི་ཟེར་གྱི་ཡོད་རེད་སྙིང་ཆ་རང་བཞིན་མ་གྲུབ་པ་རེད་ལ།

ངས་ངའི་དྲི་བ་འདི་འདི་ཤོག་གྲངས་བདུན་ཅུ་རུ་འདུག་འདི་བདུན་ཅུ་འདི་ཡོང་བོར་ངས་བརྩིས་པའི་ཡིག་གྲངས་གསུམ་པ་འདི། དབུ་མ་ལ་ཡི་སྦྱོར་ར་འདི་ཐ་སྙད་འདི་བདུན་དྲན། གལ་ཏེ་དབུ་མ་ཆོས། གལ་ཏེ་དབུས་ཀྱི་ཆོས་ཤིག་བསྒྲུབ་ན་དེ་ལ་ལྟོས་པའི་མཐའ་ཞིག་ཡོད་དགོས་པས་དེ་ལྟ་ན་དབུས་ནི་མཐའ་དང་མ་བྲལ་བར་ཁས་བླངས་དགོས་ན་ཧ་ཅང་ཐར་བ་ལ་ཡོད་དོ། དེ་ལ་ཕྱོགས་སྟོང་བདུན་ཅུ། ལ་ལ་ལ་འོང་ན་འོང། འོང་དེ་ནང་ལ་ལ་ཡ་དབུས་ལ་ཡ་དེ་ངེས་པར་ཅིག་མཐའ་ཞིག་ཡོད་ས་གི་སྐྱེས་ཅིག་ལ་བརྩི་དགོས་རེད་ཟེར་དུས་ལ་ཡོད་པ། དེ་འདྲ་ཡིན་ན་ང་ཚོ་ཡ་དབུས་ཅིག་བཞག་ཡོད་ར་དེ་གི་མཐའ་དེ་ག་འདྲ་བརྩི་གི་རེད། རེད་རེད་ལ་གོ་གོ་གོ་གོ་འདི་འགི་ལ་ཟིན་འདི་ལ་ཇི་བཞག་བྱུང་ན་གོ་གོ་གོ་གོ་གོ་རེད་འོང། དཔེར་ན་རྐང་རྩེད་པོ་ལ་གོ་གོ་བྱས་ན་དེ་དབུས་བརྩི་ཡ་བྱོས་ར་ད་རྐང་རྩེད་པོ་ལ་ལ་མཐའ་ག་འདི་རེད་ལ་ཟེར་ན་དོན་ལ་ཡིན།

ཤོག་གྲངས་དེ་བཞིན་དྲུག་ཅུ་རེ་དགུ་གིས་དེ་འདྲ། སེམས་ནི་སེམས་མ་མཆིས་ཏེ། སེམས་ཀྱི་རང་བཞིན་འོད་གསལ་བ་ལས་དེ་སྐྱེ། སེམས་ནི་སེམས་མ་མཆིས་ཏེ། སེམས་གཉིས་པ་དེ། འོན་ཏེ་སེམས་གཉིས་པ་དེ་བཞིན་ཉན་ཅིང་དགའ་བ་ལ། བྱེད་དགོས་རྒྱུ་ཡོད་མེད་དང། ཨ་ནི། དྲི་བ་གཞན་པ་གཅིག་དེ་དག་དོགས་པ་ཡིན། ར་ཁ་སང་གཉིས་དག་དེ་དཔེ་ཆ་གཅིག་ལ་བྱེད་དགོས་བྱུང་གསུངས། ཨ་ནི་དཔེ་ཆ་གི་མཚན་དེ་དག་ང། དྲིན་ཤིག་ཀུན་འབུལ་གྱིས་ཁྱེར་བྱ་དུར་བ། ཨ་ནི་དེ། དེ་རྣམས་ལ་འགའ་རེས་གསུང་དགོས་པ་ན་དཔེར་ན། མཉམ་བཞག་དེ་ད་ལྟ་མཉམ་བཞག་དང་རྗེས་ཐོབ་རྗེས་ཐོབ་གཉིས་ཟུང་དུ་འབྲེལ་ཡོད་རེད་དེ་འདྲ་ཅིག་གསུང་བཞག་དཔེར་ན་སངས་རྒྱས་དེ་འདྲ་སངས་རྒྱས་བཅོམ་ལྡན་འདས་ཀྱིས་མཉམ་མཉམ་བཞག་དང་ང་ནི་རྗེས་ཐོབ་གཉིས་ཟུང་དུ་འབྲེལ་ཡོད་རེད་དེ་འདྲ་ཅིག་བདག་ཅིག་ངས་འདི་བྱས་སོང་ལ་འོན་ཏེ་དེ་ཡང་ནི་ག་འདྲ་ཅིག་ཡིན་པས་ཨ་ནི་གསལ་བཤད་ཅིག་གནང་གནང་ཞུ། འོ་ན་དང་པོ་དེ་ག་རེ་བྲིས་རེད་གོ། འོ་སེམས་ནི་སེམས་མ་སྐྱེས་ཏེ་སེམས་ཀྱི་རང་བཞིན་འོད་གསལ་བ་ཅན་སེམས་དང་པོ་དེ་འདི་རེད་ཁམས་གསུམ་གྱི་བསྡུས་པའི་སེམས་དང་སེམས་བྱུང་དེ

གར་ཟིན་ནའམ་གཞིས་ཆགས་འདིར་གཞིས་ཆགས་ཆུ་ཡོན་སྤྲོས་བྲལ་དུ་ངོ་བོ་དུ་ཁྱད་པར་དུ་གཏན་ལ་འབེབས་པ་ལས་ཀྱང་མཁས་པ་རྩ་བ་ཉིད་ལ་ཡོད་མ་རེད། གལ་སྲིད་དེ་མེད་པ་ཡིན་ན་ད་ནི་གཞིས་ཆགས་དཔེར་ན་ང་ཚོ་ཕར་ཚུར་བུམ་པ་སྟེང་དུ་བཞག་པ་ཡིན་ན་བུམ་པ་དེ་འཁོར་བའི་གཞིས་ཆགས་དངོས་པོ་ཆགས་དེ་ར་ཨ་ནི་བུམ་པའི་འཁོར་འོག་དེ་སྟོང་ཆའི་ཆུ་ཆེན་ཆགས་དེ་ར་ཨ་ནི་བུམ་པ་སྟོང་ཆའི་ཆུ་ཆེན་དང་ཨ་ནི་བུམ་པའི་འཁོར་འོག་སྟེང་གི་སྟོང་ཉིད་དེ་ཨ་ནི་དེ་ཉིད་ལས་འཁོར་བའི་གང་ཚོགས།